ལེའུ་བཅུ་དགུ་པ། གྲགས་པ་དང་ཁོང་གི་མཆེད་གྲོགས་ལྔ་བཅུ་ལྔ་བཞི། སངས་རྒྱས་བཅོམ་ལྡན་འདས་ཀྱིས་འཁོར་ལྔ་སྡེ་བཟང་པོ་ལ་རང་རང་སོ་སོའི་རྟེན་གྱི་འདུན་མ་ཐོབ་པའི་ཕྱིར། གསུང་ཆོས་ཀྱི་གདམས་པ་མང་དུ་གནང། དགོན་གཞིའི་ཀུན་བདེ་ནང་ཡང་ནི་གྷོ་རུ་མངའ་སྡེ་བཟང་པོའི་ཁྲོད་ནས་རྣམ་དཔྱོད་ཆེས་མཆོག་ཏུ་གྱུར་པ་དེ་ཡིན་ཅིང། རང་ཉིད་ཀྱི་དོ་སྣང་དང། ཡིད་གཟབ་ཆེན་པོས་གསན་བསམ་གནང་བས། བཅོམ་ལྡན་འདས་ཀྱིས་གང་གསུངས་པ་རྣམས་ཐུགས་སུ་ཆུད་དོ། གང་ལྟར་ཁོང་རྣམས་ཡུལ་ལུང་དེ་རུ་དུས་ཡུན་ཐུང་ཙམ་ལས་མ་བཞུགས། སངས་རྒྱས་བཅོམ་ལྡན་འདས་ཡུལ་བ་ར་ན་སིའི་གྲང་སོ་ལྷུང་བ། རི་དྭགས་ཀྱི་གནས་སུ་བཞུགས་སྐབས། ཁོང་ཚོའི་ཉེ་འདབས་སུ་འབྱོར་ཕྱུག་ལྡན་པའི་ཕོ་གཞོན་གྲགས་པ་ཟེར་བ་ཞིག་འཚོ་སྡོད་བྱས་ཡོད་པ་དེ་ཉིད་སངས་རྒྱས་བཅོམ་ལྡན་འདས་མཇལ་དུ་ཡོང་སྟེ་ཁོང་གི་སྐུ་མདུན་ནས་ཆོས་ཉན་པར་ཞུ་ཞུས་པས། རྒྱུ་གང་ཞིག་ལ་བརྟེན་ནས་འབྲས་བུ་ཕུན་སུམ་ཚོགས་པ་ཅི་འདྲ་ཞིག་ཐོབ་ཀྱི་ཡོད་མེད་སོགས་ཐོས་རྗེས། ཁོའི་ཡིད་དབང་རབ་ཏུ་འཕྲོག་ཤིང་དགའ་སྤྲོའི་སེམས་བསྐྱེད་དེ་ད་དུང་འདི་ལས་ལྷག་པའི་གདམས་པ་ཞུས་ཤིང་སྒྲུབ་པ་ཉམས་ལེན་གྱི་གོ་སྐབས་ཐོབ་ཕྱིར་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་ནས་རབ་ཏུ་བྱུང་བར་མཛད་དོ། ཉིན་དེའི་དགོང་མོ་སྟེ་ས་རུབ་ལ་ཉེ་བའི་མཚམས་སུ། ཁྱོ་ཤུག་གཉིས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་མདུན་དུ་བཅར་ནས་ཞུ་དོན། ད་ནངས་ཞོགས་པ་ངེད་གཉིས་ཀྱི་བུ་ཁྱེད་ལ་མཇལ་དུ་འགྲོ་གི་ཡིན་ཞེས་ཕྱིན་སོང། འོན་ཀྱང་ཁོ་རང་ད་རུང་ཁྱིམ་དུ་འབྱོར་མ་བྱུང་ཞེས་ཞུས་པ་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཁོང་ཉིད་ཀྱི་བུ་དེ་རབ་ཏུ་བྱུང་མ་ཐག་པའི་ཕོ་གཞོན་གྲགས་པ་ལ་བརྡ་བཏང་སྟེ། ཁོང་གི་རྩར་བོས་ནས་གྲགས་པའི་ཕ་མ་གཉིས་ལ་ཡང་གསུང་ཆོས་ཀྱི་གདམས་པ་གནང། གདམས་པ་གནང་གྲུབ་རྗེས་གྲགས་པའི་ཕ་རྒན་གྱིས་སངས་རྒྱས་བཅོམ་ལྡན་འདས་ཀྱིས་གང་གསུངས་པ་རྣམས་ནི་ཇི་འདྲའི་ལེགས་ཤིང་ཡིད་དུ་འོང་བ་ཞིག་འདུག་སྙམ་ནས། ཁོང་གིས་སངས་རྒྱས་བཅོམ་ལྡན་འདས་ལ། ང་ཡང་ཁྱེད་ཀྱི་ཞལ་གྱིས་བཞེས་ཏེ་རྗེས་འཇུག་གི་གྲས་སུ་བཙུད་དོ། གཞོན་ནུ་གྲགས་པས་ཕ་རྒན་ནི་འབྱོར་ཕྱུག་ལྡན་པའི་ཁྱིམ་བདག་ཞིག་ཡིན་ཅིང། ཐེངས་ཤིག་ཁོང་གིས་སངས་རྒྱས་བཅོམ་ལྡན་འདས་ཁོ་རོ་དགེ་སྦྱོང་དྲུག་དང་བཅས་པར་རང་ཉིད་ཀྱི་གཞིས་ཀར་དགོང་ཚིགས་གསོལ་སྟོན་ལ་གདན་འདྲེན་ཞུས་པར། སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་གྱིས་བཞེས་ཏེ་ཁོང་སྐུ་འཁོར་དང་བཅས་པ་གྲགས་པའི་ཕ་ཁྱིམ་དུ་བྱོན། སྙིང་ཁུངས་སུས་ཅི་བཞེས་གྲུབ་རྗེས་སངས་རྒྱས་བཅོམ་ལྡན་འདས་ཀྱིས་གཞོན་ནུ་གྲགས་པའི་ཨ་མ་དང་གཞོན་ནུ་གྲགས་པ་རབ་ཏུ་མ་བྱུང་གོང་གི་བུའི་ཆུང་མ་བཅས་ལ་གསུང་ཆོས་ཀྱི་གདམས་པ་གནང། སྐབས་དེ་དུས་གཞོན་ནུ་གྲགས་པ་ལ་མཆེད་གྲོགས་ལྔ་བཅུ་ང་བཞི་ཡོད་པ་དེ་ཚོ་ཚང་མ་སངས་རྒྱས་བཅོམ་ལྡན་འདས་མཇལ་དུ་ཡོང་བ་ན། ཁོང་ཚོས་གཞོན་ནུ་གྲགས་པས་རབ་བྱུང་བསྒྲུབས་ཟིན་པ་མཐོང་ཞིང། སངས་རྒྱས་བཅོམ་ལྡན་འདས་ཀྱི་མན་ངག་ཟབ་མོ་དག་ཐོས་པས་ངེད་ཅག་གིས་ཀྱང་མཆེད་གྲོགས་གྲགས་པ་ཇི་བཞིན་རབ་བྱུང་བསྒྲུབ་ཀྱི་ཡིན་ཞེས་སངས་རྒྱས་བཅོམ་ལྡན་བསྟན་ལ་ཞུ་བ་ཕུལ་བ་ན། སངས་རྒྱས་བཅོམ་ལྡན་བསྟན་གྱིས་ཀྱང་ཞལ་གྱིས་བཞེས་ཏེ་ཁོང་ཚོ་ཚང་མ་རབ་ཏུ་བྱུང་བར་མཛད་དོ། དེ་ལྟར་དུས་ཚོད་ཐུང་ངུ་ཞིག་གི་ནང་རབ་ཏུ་བྱུང་བ་དྲུག་ཅུ་ཐམ་པའི་ཚད་ལོང་ངོ།